ད་ད་ལྟ་དེས་ང་ཚོ་ཡུལ་གྲུ་གི་དྲ་བ་དེ་བརྒྱུད་རྗེས་ནི་ང་ཚོ་བོད་པའི་སྤུ་གུ་ཚོ་ལ་ཡང་ད་ཅིག་བོད་ཀྱི་སྐད་ཡིག་སློབ་སྦྱོང་དེ་དང་སྐོར་ནས་ད་དོ་དམ་ཞུས་ན་བསམ་སོང། ད་ག་ལ་ཇི་ལྟའང་ང་རང་ལྟ་བུ་ཆགས་བྱས་ན་ནི་དགའ་ཞོམ་ལ་ཡང་ལྡན་མཁན་གྱི་བོད་མི་ཞིག་ཡིན། དེ་ཡིན་ཚུལ་མ་ད་ད་བར་དུ་ལོ་གསུམ་གྱི་རིང་གར་ཡང་བོད་པའི་སྤུ་གུ་དེ་གཞན་ལ་ཡང་ད་ཅིག་དང་པོ་ཐོག་མ་བོད་སྐད་ནས་སྒོ་སྲུང་རྗེས་ནི། གཅིག་གིས་བོད་ཡིག་འབྲི་ཀློག་དེ་འདྲས་རིམ་བཞིན་གྱི་དེ་འདྲས་སླར་ཡག་གི་ད་ཆ་ཞིག་གཏིང་གི་ཡོད། མ་ཟད་གཅིག་གིས་ད་ལྟ་བར་དུ་ཨ་ནེ་གཅིག་གི་སློབ་ཕྲུག་ཚོས་སློབ་ཚན་ཁྲིད་པའི་རྒྱུ་བཅས་ཨ་ནེ་ཁོང་ཚོས་ད་གཅིག་གི་སློབ་སྦྱོང་གི་འདུན་པ་ག་འདྲས་རེ་ཞིག་སྟོར་སོང་ན་དངོས་གནས་རང་གིས་གཅིག་གིས་ཧཧ་ལས་པའི་ཡག་པོ་ཞུ་རྒྱུ་ཡོང་གི་འདུག་དེ་བཞིན་དུ་མ་ད་གཅིག་དེ་ལྟར་ང་ཚོ་བོད་པའི་སྐད་ཡིག་ཟེར་མཁན་དེ་འདྲ་དུས་ཚོད་མ་མ་གཅིག་མུ་མཐུད་ཀྱིས་འགྲོ་ཡ་དེ་དག་ང་ཚོ་གལ་ཆེན་པོ་ཞིག་ཏུ་བརྩི་དགོས་པ་རེད་མ་གཏོགས་གཅིག་གིས་ཟླ་བ་ཁ་ཤས་ཟླ་ལོ་གཅིག་གཉིས་གཅིག་གིས་བོད་སྐད་སློབ་ཁྲིད་བྱས་པ་དེ་ཡིས་ཨེ་ང་ཚོ་གཅིག་བསྡུ་ཡི་སེམས་བྱེད་བསྡད་ཡ་དེ་རྩ་བ་ཉིད་ནས་མར་འདུག་དེ་ཡིན་དུ་མ་དེ་ང་ཚོས་ད་དེ་མུ་མཐུད་འགྲོ་ཡ་ལ་ཡ་དེ་གལ་ཆེན་པོ་འདུག་ད་མུ་མཐུད་འགྲོ་འགྲོ་དགོས་བྱུང་ན་ཨ་ནི་གཅིག་གིས་དགེ་རྒན་གཅིག་པུ་མ་ཡིན་པ་ཨ་ནི། ཕ་མ་ཚོས་ཡིན་ན་གལ་ཆེན་པོ་ཞུ་རྒྱུ་རེད་བཞག་བསམ་གྱི་འདུག་ད་དེ་ན་ང་ཚོ་ལྟར་འདི་བྱས་པས་ན། ཕྱི་རྒྱལ་བསྟན་མཁན་གྱི་སྤོ་བོ་ཚོ་ཆ་མཚོན་པ་ཡིན་ན་མང་ཆེ་བ་འདི་ཨ་ནེ་གཅིག་གི་ཕྱི་རྒྱལ་གྱི་བླ་བྲེ་ན་འགྲོ་གི་ཡོད་རེད་དེ་བརྩོན་པ་ཁོང་ཚོ་ལ་ཡང་བོད་སྐད་བཤད་ཡག་གི་ད་ཅིག་གི་གོ་བབ་དེ། ནང་ལ་མ་གཏོགས་ཅིག་གཞན་དག་ལས་ན་སྤྱི་ཚོགས་ནང་རོ་ལ་ཡ་ཕལ་ཆེན་ཡོད་མ་རེད་དེ་ཡིན་ཚུལ་མ་ཐག་དེའི་ཕ་མ་ཚོས་ཡིན་ན་སོ་སོའི་སྤུ་གུ་ལ་ཡ་ནམ་ཞག་རྒྱུན་དུ་ཡིན་ནས་ཅིག་བོད་སྐད་དང་ཨ་མདའ་ནང་བཞིན་གྱི་ཨ་ནེ་ཆེ་གེ་རྒྱལ་རབས་བཟང་སྤྱོད་ཀྱི་སློབ་གསོ་ཁྲིད་ཡ་དེ་ད་གི་ཤིན་ཏུ་ནས་གལ་ཆེན་པོ་ཞིག་རེད་དེ་ཡིན་ཚུལ་མ་ཐག་དེ་ང་ཚོའི་ཕ་མ་ཚོས་དམ་འཛིན་བྱེད་དགོས་དེ་གལ་ཆེན་པོ་རེད་ཅེས་གསུང་གི་འདུག་ཨ་ནེ་དེ་ནས་ད་ད་ང་རང་གི་ད་ལྟ་བུ་ཏོ་ད་དེ་ས་གནས་དེར་སླེབས་རྗེས་ལོ་གསུམ་ལྷག་གི་རྗེས་ཀྱི་ཀོང་པོ་ལི་ཡར་སློབ་ཚན་ཁྲིད་པའི་བརྒྱུད་རིམ་ནང་ལོ་རེ་ཡར་ཁ་སོར་ཉམས་མྱོང་གཅིག་ག་འདྲ་བྱུང་བ་ཟེར་ན། སྤྱི་བདག་ང་ཚོ་བོད་པའི་སྤུག་དེ་ཡར་ཚང་མ་ལོ་སྔོན་ནས་ཅིག་ག་རེ་བསླབས་ཡིན་ནས་ཤེས་མཁན་གྱི་རེད་ཤག་མ་ཟད་ཅིག་གའི་སྤུག་གུ་ཚོ་ཡིན་ནས་ཅིག་ད། དེ་འདྲས་ཀྱི་བདུན་པ་སླེ་ཡར་དེ། དགེ་རྒན་ཚོའི་བསླབ་སྟངས་ཀྱི་ངོས་ནས་ཡང་ཁྱད་པར་ཅིག་གྲུབ་ཀྱི་འདུག་སྤྱི་བདག་ང་ཚོ་བྱ་བ་ཟེར་ན། ལུང་པ་དེ་འདྲའི་ནང་ལོ་རེ་ཆགས་ཤར་བ་ན་ཅིག་བོད་སྐད་བོད་སྐད་དང་བོད་ཡིག་དེ་བེད་སྤྱོད་སྟངས་ཡང་ཧ་ལམ་ཉུང་ཉུང་ཡིན་རྒྱུ་ཙམ་པ་སྤུག་གུ་ཚོས་དེ་འདྲ་ཡར་ཅིག་དོ་སྣང་སླེ་ཡ་དང་དགའ་མོས་བྱེད་ཡ་དེ་ད་ང་ཚོ་དགེ་རྒན་གཅིག་ངོས་ནས་ཕ་སྤོ་བཙུགས་ལེ་ཡ་ཅིག་ཐབས་ལམ་གི་ཐོག་ནས་ཅིག་སྤོ་བཙུགས་ཏེ་ཡིད་བཀུ་ཡ་དེ་ད་ང་ཚོ་དཔེ་དེ་ཤིན་ཏུ་ནས་གལ་ཆེན་པོ་རེད་བསམ་གྱི་འདུག་དེ་མེད་ན་ཨམ་ཅིག་ད་ག་ཟེ་སྤྱི་ཚོགས་ནང་ལོ་རེ་འདི་འདྲའི་ཁོ་རང་ཚོ་ཁོ་རང་ཚོ་རང་བཞིན་གྱི་སླེ་ཡ་ས་དེ་དེ་ཡི་ཟེ་ཅིག་དཀའ་ལས་ཁག་པོ་ཞིག་ཆགས་ཡོད་རེད་ད་དེ་རེད་ཤག་དེ་དུས་ད་ང་ཚོས་ཁྱེད་རང་ལོ་ཡ་དེ་བ་བ་གི་ཚ་མོ་བྱུང་གིས་སྤོ་བཙུགས་ཡིན་ན་དང་པོ་ཐོག་མར་དེ་ཁོ་ཚོ་ལོ་ཡ་བོད་སྐད་ཡག་པོ་བྱེད་ཤེས་དགོས་ཡ། བོད་སྐད་འདི་ཡང་གཅིག་ཡང་ང་ཚོ་གཅིག་གི་དེང་རབས་ཀྱི་ད་ཀློག་ཅན་རིགས་དུ་ཚང་མ་ཀློག་བོད་སྐད་དུ་ལ་ཡ་བཤད་ཐུབ་པ་ཡིན་ན་ད་རིམ་བཞིན་གྱི་ང་ཚོ་སྐད་ཡིག་དང་ཀླད་པའ་ད་ཡི་གེ་དོན་དུ་ཀླད་པའ་ལ་ཡ་དཀའ་ངལ་འཕྲད་མི་འདུག་སེམས། དཔེར་ན་བྱས་ན་ང་ལྟ་བུ་ཆགས་ཆེན་ད་ལྟ་ངས་སྔ་མ་ཡིན་ན་ང་ཚོ་སྤུག་རྒན་པ་ཁ་ཤས་ཅིག་སློབ་ཚན་ཁྲིད་དེ་ཡོད་རྒན་པ་འདི་གཅིག་ཚང་མ་ཀློག་ག་རེ་ན་ད་མང་ཆེ་བ་ལས་རྒྱ་གར་ནང་ལོ་ལ་ཡ་འཚར་ལོངས་བྱུང་ཨ་ནི་ད་ལྟ་ཕྱིས་སུ་རྒྱ་དེ་བར་འཇམ་ལྟ་བུ་རུ་ལས་མགྱོགས་ཡིན་བརྩོན་པ་ཁོང་ཚོའི་དེ་ཡ་བོད་སྐད་བཤད་ཡ་ལ་དེ་ཙམ་གྱི་དཀའ་ངལ་ཡོག་མ་རེད། ད་ཁོང་ཚོ་ལ་ཡང་ཐ་སྙད་གསར་བ་རེ་གཉིས་འདུག་ང་ཚོས་ཤེས་པ་མ་གཏོགས་ཅིག་གིས་ནམ་རྒྱུན་གྱི་བོད་སྐད་ཤེས་ཡག་རེ་ག་ངས་ཡོང་མ་རེད། ད་ད་ལྟ་ང་ཚོ་འདི་འདྲ་གསར་བ་རེ་ག་རེ་རེ་ཟེར་ན་ཨ་ནི་པུ་གུ་ཐི་ཀས་མང་ཆེ་བ་ད་ཅིག་དགྲ་བཅོམ་རང་ལ་ཡང་སྐྱེས་རྗེས། འོ་དེ་འདྲས་ཡིན་རྩོམ་པ་ཁོང་ཚོ་ཡིན་ནས་དང་པོ་ཐོག་མར་སྐྱིད་སྡུག་གནས་ཚུལ་ཅིག་གིས་ད་ཅིག་བུ་བཅོལ་ཁང་འདི་ཚང་མ་ལོག་ནས་ཕྱི་རྒྱལ་ལབ་གྲ་ན་འགྲོ་རྩོམ་པ། ཁོང་ཚོ་ལ་བོད་སྐད་ཁོར་ཡུག་འདི། འཛིན་གྲྭ་རྒན་པ་དང་བསྡུར་བས་ན་ད་ཤིན་ཏུ་ནས་དཀོན་པོ་ཞིག་ཆགས་ཡོད་རེད་བ། དེ་ཡིན་དུས་བརྩམས་པ་ད་ཁོང་ཚོ་ལ་ཡ་སློབ་ཚན་ག་རེ་ཡོད་ན་ད་ངས་དང་པོ་ཐོག་མར་བུག་དེ་ཡས་པས་ཡ། བོད་སྐད་བཤད་ཡ་བྱས། དང་པོ་ཐོག་མར་ཁོང་ཚོ་བོད་སྐད་བཤད་ཡོད་འདུག་བརྩམས་པ་དཀའ་ངལ་ག་རེ་རེད་ཟེར་ན་ཁོང་ཚོ་གཅིག་གིས་མིང་ཚིག་མ་འདང་བ་ལ་སོགས་པ་དག་ནང་བཞིན་གྱི་སྤྱི་དང་ཐ་སྙད་མང་པོ་གཅིག་གིས་ཁོ་རང་ཚོའི་ད་བར་པ་ཡིན་ན་ནེ་ལྡི་ལན་སྐད་ཡིན་ནེ་ལྡི་ལན་པ་ཡང་ན་མིན་ན་ཧྥི་རན་སི་སྐད་ལས་ཡ། ཞིག་གིས་ཤུགས་ཆེན་པོ་ཞུ་རྒྱུའི་སླད་དུས་ཙམ་པ་ཁོང་ཚོ་སྐད་ཆ་བཤད་ཡ་ལ་དཀའ་ངལ་ཞིག་ཆུ་འཕྲད་འདུག་བ། དེ་བརྫུན་པ་ད་དེ་དཀའ་ངལ་དེ་སེལ་ཡ་ཆེད་དུ་ཨ་ནི་ཅིག་གིས་བོད་ཡིག་གི་དོན་དག་དེ་ཚུགས་རྗེས་དང་པོ་ཐོན་ཁང་ཁོང་ཚོ་ལ་ཡ་སྐད་ཆ་བཤད་ཡ། སྐད་བཤད་ཡ་གི་ད་དོན་དག་དེ་མ། སྐད་བཤད་ཡ་ལ་དཀའ་ངལ་མེད་འགྱོ་ཅེས་སོགས་ཀྱི་ད་དེ་དང་པོ་ཐོན་ཁང་གི་གལ་ཆེན་པོ་ཅིག་ཙམ་ཞིག་ངས་ད་དེ་སློབ་ཚན་ཁྲིད་བསྡད་ཡོད་བ། ད་གཉིས་པ་དེ་ཕ་མ་ཚོའི་ངོས་ནས་ཅིག་རེད། ད་ཇི་ལྟར་ང་ཚོ་བོད་སྐད་གཙང་མ་རྒྱག་ཚུལ་དུ་བརྩམས་པ་ད་ང་ཚོ་རྒྱུན་སྤྱོད་ཀྱི་གཅིག་ནང་ཆེད་རིགས་ཡིན་ན་རེད་ད་ནང་བཞིན་གྱི་ད་དིང་ཙང་ནང་ལོག་གི་ནི་ཁང་མིག་སོ་སོ་སོ་མིང་རིགས་ཚང་མ་ཕ་མ་ཚུ་ཡིས་ནི་བོད་སྐད་ཐོག་ལ་ཡང་བཤད་ཐུབ་ཡག་ལ་དཀའ་ལས་ཁག་པོ་ཞིག་བྱེད་དགོས་ལ་དེ་བརྒྱུད་ད་ངས་ཐབས་ལམ་ག་རེ་བརྒྱུད་ཡོད་རེད་ཟེར་ན། སྤུ་བོ་ཚུ་ལ་ཡང་ཨ་ཅེ་གི་རྒྱུན་སྤྱོད་ཐ་སྙད་འདི་བརྒྱད་ཚུལ་སློབ་དེབ་སྒྲིག་རྗེས་སློབ་དེབ་སྒྲིག་པ་ཙམ་མ་ཡིན་པའི་འདི་བརྒྱད་ཚང་མ་ལོ་རེ་རི་མོ་བལྟ་ཡག་ཡོད་པ་ཡི་གེ་བལྟ་ཡག་ཡོད་པ་དེ་དུས་ད་ངས་སྤུ་བོ་འདི་བརྒྱད་ཚང་མ་ལོ་ལ་ཡང་ད་ལྟ་ང་ཚོ་སྤུ་བོ་འདི་བརྒྱད། ངས་ད་ལྟ་བློ་ལྡན་ཁྲི་ཡར་སྤུག་འདི་ཚང་མ་ལོ་གསུམ་ནས་དྲུག་བར་ཡིན་གཟིགས་པ་ཁོང་ཚོར་འདི་ཙམ་གྱིས་ཡང་གཅིག་གི་ཡི་གེ་ཤེས་ཡང་ད་དེ་འདྲའི་གལ་ཡོང་མ་རེད་མི་དོན་ཙམ་པ་ཁོང་ཚོས་རི་མོའི་ཐོག་ནས་ཨ་འདི་ས་ཁང་པ་འདི་ག་རེ་རེད་པས་ཨོ་དཔེར་ན་ཡིན་ན་ཟོམ་ཆེན་རེད་འདི་མཆོད་ཁང་རེད་འདི་ཉལ་ཁང་རེད་ས་ཅིག་གི་དབྱེ་བ་ཕྱེ་ཡག་དེ་ཁོང་ཚོས་རི་མོའི་ཐོག་ནས་ཕྱེ་དགོས། བྱས་ཙང་ད་དེ་དུས་ངས་འདི་རི་མོ་ཡོད་པ་དང་ཡི་གེ་ཡོད་པའི་གནས་ཀྱི་དེབ་དེ་བཟོས་རྗེས་ནང་ལ་བསྐུས་ཞེས་ཟེར་ནང་ལ་བསྐུས་ནས་ག་རེ་ཡོད་ཟེར་ན། ཕ་མ་ཚོས་ད་ཅིག་གི་ཡི་གེ་འདི་ལ་བལྟས་རྗེས་ཨ་ནི་འདི་ཁང་མིག་སོ་སོའི་མིང་འདི། བེད་སྤྱོད་བཏང་ཐུབ་པ་ཆགས་འདིའི་བཙུན་པ་ངས་ད་ལྟ་སློབ་ཚན་ཚིག་བཅུ་ཙམ་བར་གྱི་སློབ་ཁྲིད་བེད་སྤྱོད་བཏང་ཡ་འདི་སྤུ་གུ་ཙམ་མ་ཡིན་པའི་ཕ་མ་ཚོ་ལས་ཅིག་ཕན་ཐོགས་ཡོང་ཡ་ཆེད་དུ་ད་ལྟ་སློབ་ཚན་འདི་བསྒྲིགས་བསྡད་ཡོད་རེད་འདིའི་དུས་ད་ཕ་མ་ཚོའི་ངོས་ནས་ཨ་ནེ་ཅིག་སྤུ་གུ་ཚོ་ལ་ཡ་ནམ་རྒྱུད་ཀྱི་རྒྱུན་སྤྱོད་ཀྱི་ཐ་སྙད་དེ་འདྲས་ཚང་མ་ལོ་གལ་སྲིད་ཡང་སྨྲ་མཁན་པོ་དེ་འདྲས་ཡོད་ན་སློབ་ཁྲིད་འདི་འདྲས་གཟིགས་རྗེས་ཨོ་ཐ་སྙད་འདི་འདྲས་བེད་སྤྱོད་བཏང་གི་འདུག་ན་སྤུ་གུ་ལ་སློབ་སྦྱོང་བསྟན་པ་ཡིན་ན་སྤུ་གུ་ཚོ་ནི་དངོས་གནས་རང་ང་ཚོ་ཤུལ་སྒུག་དཀར་པོ་ནང་བཞིན་གྱི། ག་རེ་ལབ་ལབ་རེད་ཁོང་ཚོས་ག་རེ་ལབ་པའི་ནི་ད་རང་གི་ཚོད་དྲན་གི་འདུག་བ་དེ་ཡིན་དུས་ལ་དཔེར་ན་ང་ལྟ་བུ་ཆགས་ཚེ་ང་རང་གི་ད་ལྟ་ཅིག་ཚོད་ལྟ་ལྟ་ཡག་དང་སོ་སོ་སྤུ་གུ་ཡོད་དུས་སོ་སོ་སྤུ་གུ་ལ་ཡག་ཨ་ནི་ཀའི་ཐ་སྙད་རེད་ཚང་མ་བེད་སྤྱོད་ལྟ་འདོད་ཚང་མ་ཁོང་ཚོས་ཏག་ཏག་གོ་ལབ་ཐུབ་དགོས་ཁྱེད་རང་དེ་ཡིན་དུས་དེ་འདྲའི་ཐོག་བྱས་ཏ་ང་ཚོས་རིམ་བཞིན་རིམ་བཞིན་གྱི་ཨ་ནི་ཅིག་གི་བོད་ཡིག་སློབ་ཁྲིད་བྱས་པའི་ནང་ཕན་ཐོག་ཆེན་པོ་ཡོང་གི་རེད་བསམ་དུས་དེ་མ་གཏོགས་ཅིག་གཞན་ཅིག་བོད་པའི་སྐད་བཤད་ཡ་ལ་ཡང་འཚེར་སྣང་དང་བོད་པའི་སྐད་བཤད་ཡ་ལ་དེ་ཙམ་གྱི་དོ་སྣང་མ་ལས་ཡིན་ན། བོད་ཡིག་བསླབ་པའི་ཉེན་ལས་དེ་ཙམ་གྱི་ཅིག་ནུས་པ་ཆེན་པོ་ཞིག་ཐོན་ཨ་ཡོད་བསམ་པར་དྲན་གྱི་འདུག་ད་དེའི་དུས་ད་ལྟ་བུ་སྟོབས་རྒྱལ་ལོ་གཅིག་ལྷག་རེར་ནས་ད་སྤུ་གུ་ཚོ་ལ་ཡ་གཙོ་བོ་དེ། སྤུ་གུ་ཚོས་བོད་སྐད་བཤད་ཡ་ལ་ཡ་ཅིག་འཚེར་སྣང་མི་འགྱུར་ཅིག་གོ་དེ་འདྲས་ཀྱི་ས་ཐབས་ལམ་བཏང་སྟེ་ད་ལྟ་བུ་དུ་ཡག་པོ་ཞིག་རག་བྱུང་འདུག་བསམ་གྱི་འདུག་དཔེར་ན་སྤུ་གུ་དེ་གས་དང་པོ་ཐོག་མར་ལི་ཏུ་བཟང་པ་ཨ་ནི་སོ་སོའི་ཕ་མ་ལས་པཱ་ལ་དང་ཨ་མ་ལ་ས་ཆེན་བཤད་མཁན་དཀའ་ལས་ཁག་པོ་ཞིག་བྱས་ཡོད་འདུག་མང་པོ་ཅིག་གིས།

ཁྱེད་རང་གི་སློབ་ཚན་གྱི་ཁྲིད་སྟངས་ཀྱི་བརྒྱུད་རིམ་ལས་སུ་ཤར་ཕྱིར་ན། ཞོགས་པའི་སྦུག་ཚང་མ་ཡར་ཡིད་དུ་འཛོམས་པ་ཨ་ནི་ཞོགས་པའི་ཞོགས་པ་དེ་རེད་ཟེར་ནས་འཚམས་འདྲི་ཞུ་ཡག་བྱེད། ཨ་དེའི་རྗེས་སུ་ག་ལེ་གི་ལེ་ཨ་ནི། ན་སྦུག་ཏུ་འཛིན་གྲྭའི་ནང་ལ་ཡར་འཛུལ་ཚར་སོང་ན་ཨ་ནི་ང་ཚོ་ཅིག་ཞོགས་པའི་གཞན་དོན། གཞན་དོན་ན་ལོར་ལྟ་ཅིག་གི་མ་ནི། འཕྲེང་སྐོར་ཅིག་ཟ་ཡ་ལ་སོགས་པ་ཨ་ནི། སྒྲོལ་མ་ཟ་ཡ་དག་ན་ཤིང་སྐས་ཨ་ནི་སངས་རྒྱས་ཆོས་ཚོགས་མ། འོ་དེ་སྐད་ཀྱི་བྱས་བྱས་ཨ་ནི་གོ་རིམ་འདི་སྐད་མང་མང་བྱས་སྦུག་སྦུག་ཚོ་ལས་ཡར་ལྟ་གང་གང་ཙམ་ཞིག། ངག་ཐོག་ལས་སྐྱོ་ཐུབ་ཀྱི་ཡོད་རེད་ཀྱེ་ཚང་མ་འདི་བྱས་དེ་བྱས་ལ་ཡར་ཨ་ནི་ག་རེ་རེད་སོང་སྦུག་སྦུག་ཚོ་ལས་ཡར། སྐར་མ་ཁ་ཤས་ཀྱི་རིང་ལ་ཡང་ཨ་ནེ་སོ་སོ་བདུན་ཕྲག་འདིའི་ནང་ལོགས་ལ་ཡང་ད་སོ་སོ་ག་རེ་བྱས་ཡིན་པས། ཅིག་ཕ་མ་ནུབ་འདུག་ག་རེ་བྱས་ཡིན་པས་ཁ་ལག་ག་རེ་ཟས་ཡིན་པས་ནི་ཅིག་ཕྱི་ལོག་འཆམ་འཆམ་དེ་འདྲ་ཕྱིན་ཡིན་པས་དེ་འདྲའི་སྐོར་ལ་ཡང་ཁེ་ཆེ་ཤེས་ཡ་བའི་དུས་ཚོད་སྤྲད་དགོས་ད་དེ་ཁ་ཤ་ནག་པོ་བོ་ཚོས་སོ་སོའི་ཉི་མ་ཉི་མའི་ནང་ལོགས་ལ་ལས་ཀ་ག་རེ་བྱས་པ་དེ་སོ་སོའི་བོད་སྐད་གཙང་མའི་ཐོག་ལས་བཤད་ཐུབ་ཡ་ལ་ཡང་ཨ་ནེ་ཅིག་ཕན་ཐོགས་ཆེན་པོ་ཞིག་ཡོང་གི་འདུག་ཟེར་གི་འདུག་དེ་ཡིན་དུས་སྐར་དགུ་དགུ་རེ་གཅིག་རེ་གཉིས་ནི་སྐབས་རེ་སྐབས་ལ་ཡང་ཅིག་བོད་སྐད་དེ་བཤད་ཡིན་པའི་སྐབས་ལ་ཡང་ཨ་ནེ་ཅིག་ཕྱི་རྒྱལ་སྐད་ཐ་སྙད་དེ་མ་ཤོར་ཡིན་དུས། ཨ་ནི་སྤུ་གུ་གཅིག་གཅིག་དེ་ལ་ཡང་སྐྱོན་བརྗོད་བྱེད་བྱེད་ཨོ་ད་འདི་ཁྱེད་རང་འདི་བོད་སྐད་མ་རེད་འདི་ཨིན་ཇིའི་སྐད་རེད་ཟེར་དེ་འདྲས་ཀྱིས་ད་ཅིག་སྐྱོན་བརྗོད་བྱེད་ཡག་གི་ད་ཚེ་རིང་ལས་ཡིན་རྩོམ་པ་དངོས་གནས་སེམས་ནག་ལོ་རེད་ཡ་ད་ཅིག་ཁ་སོ་རུ་ན་སྤུ་གུ་ཚུལ་བསླབ་པ་ཡིན་ན་གཞན་ཡང་འདུག་ལ་མ་ཟད་ཅིག་སྤུ་གུ་ཚུལ་ཡིན་ན་ག་རེ་ཕྱི་རྒྱལ་སྐད་ཡིན་པ་ལ་ག་རེ་བོད་སྐད་ཡིན་པ་དེ་གཉིས་དབྱེ་བ་ཕྱེ་ཡག་གི་ད་ཧ་ལས་པའི་ཅིག་གི་ཕན་འབྲས་ཆེན་པོ་ཡོང་གི་འདུག་ཅེས་ད་ཨ་ནི་ཕ་མ་ཚོའི་གསུང་གི་འདུག་ལ་ང་རང་ལས་སོགས་དེ་འདྲས་ཅིག་གླེགས་འདུག། ད་ཡིན་ན་ཡང་ད་ལྟ་འདི་ད་ལྟ་འདི་གི་ཚུལ་ཡིན་འདུག་བསམ་ཀྱང་ང་ཚོ་བློ་ཡིད་ཚིམ་སྟེ་རྩ་བ་ཉིད་ནས་བསྡད་ཡ་ཡོད་མ་རེད། མ་འོངས་པ་ལས་ཕ་མ་ཚོས་ཡུན་ནན་གཅིག་གི་སོ་སོའི་ཕྲུ་གུ་དེ་ད་ཡག་རྡོག་ཡག་རྩེད་ཡོང་ཡ་ཆེད་དུ་ཨ་མེ་གཅིག་གི་དུས་རྒྱུན་དུ་ནས་སྤུ་གུ་ལ་དུས་ཚོད་མང་ཙམ་དང་སྤུ་གུ་ཚོ་ལ་ཡ་སྐད་ཆ་མང་ཙམ་བཤད་དགོས་ཡ་དེ་གལ་ཆེན་པོ་རེད་ཤག་སྐད་ཆ་མང་ཙམ་བཤད་ཡིན་དུས་ཐ་སྙད་མང་པོ་དེ་གླེང་ཡིན་དུས་ཐ་སྙད་མང་པོ་དེ་གླེང་ཡིན་དུས་ཐ་སྙད་དེ་མ་ཤེས་པ་དེ་ཨ་མེ་ཕ་མས་ཚོས་ཡུན་ནན་གཅིག་ཨ་མེ། བརྟག་བྱས་ན་དེ་བོད་སྐད་ཡག་ཉིད་ག་རེ་གཟིགས་རེད། ཅི་སྟེ་ང་ཚོ་བོད་ཟླ་བོད་ཀྱི་ཆོས་རིག་འཛིན་སྐྱོང་ཁང་གི་ངོས་ནས་དེ་འདྲའི་ཐོག་ལ་ཡག་ཅིག་ཡོད་ཐ་ཐ་ངའི་དྲུང་དུ་བེད་སྤྱོད་དང་ཡང་ཕྱི་དྲོ་ང་ཚོའི་ཐ་སྙད་གསར་པའི་ད་ཅིག་ཤིང་ཏོག་མིང་ཡིག་ན་རེ་ཚད་རིག་གི་མིང་ཚད་མང་པོ་ཅིག་ང་ཚོའི་པར་སྐྲུན་བྱེད་སྟེགས་དང་མར་འགྲེམས་སྤེལ་བྱེད་སྟེགས་ཁོར་བ་དེ་ཡིན་དུས་དུམ་ཚང་མ་ལོག་ཅིག་གིས་བེད་སྤྱོད་བཏང་ཐུབ་བས་ན་ཨ་ནི། མ་འོངས་པའི་སྤོ་བོ་ཚོ་ཚོར་ཡང་ཅིག་དམིགས་བསལ་གྱི། བོད་སྐད་བོད་སྐད་བོད་ཡིག་སྦྱང་ཡག་ལ་ཡག་ཕན་འབྲས་ཆེན་པོ་ཞིག་ཡོང་གི་རེད་ཅེས་གསུང་གི་འདུག་ཐེངས་འདིའི་ང་ཚོའི་དམ་བཅའ་ནི་ང་རང་གི་ཐར་བུ་དོག་གི་མྱོང་ཚོམ་མདོར་བསྡུས་ཅིག་ཡིན། ཨ་ནི་བྱེད་སྟངས་ང་ཚོ་འཛོམས་གླིང་ས་ཆ་ག་ས་ག་ལ་ཡག་ན་ང་ཚོ་གཅིག་གི་བོད་པའི་གནས་ཚུལ་བྱེད་མཁན་ཡོད་རེད། དེའི་ནང་ལོ་ལེགས་ཨ་ནི་གཅིག་གི་མང་པོ་གཅིག་ཏུ་ཡག་བོད་ཡིག་སློབ་གྲྭ་བཙུགས་ཡོད་རེད་སློབ་གྲྭ་བཙུགས་པ་དེ་རྒྱས་ཀྱང་རྒྱས་མཁན་སུ་ཡིན་མང་ཆེ་བ་ད་ས་གནས་མང་ཆེ་བའི་ནང་ལོ་ལ་ཡག་ད་དྭང་བླངས་ཡིན་ས་རེད་ན་ཁ་ཤས་ས་གནས་ཁ་ཤས་ག་ས་ན་ལ་ཡག་གླ་རྩི་ཕྲན་བུ་སྤྲད་འདུག་གོ་རེད་ང་ཚོ་བེལ་ཇམ་ས་ཁུལ་ཆ་བཞག་ན་ད་ལྟ་ཤུ་རིག་འཛིན་སྐྱོང་ཁང་གི་ཁྱབ་ཁོངས་ལ་ཡག་ས་གནས་ཁག་བཞི་ཙམ་ཡོད་རེད་ཁ་ནས་ཁ་བཞི་བོ་དེ་བརྒྱད་ལས་ཡ་དགེ་རྒན་ཡོད་རེད་ད་དགེ་རྒན་ཚང་མ་ལོ་དང་བླངས་ཀྱི་ངོ་བོའི་ཐོག་ནས་སོ་སོའི་གི་ལས་ཀའི་ཞོར་དང་ཞོར་ལ་ཡར་ཡོང་བྱེད་ལོ་སློབ་ཚན་ཁྲིད་བསྡད་ཀྱི་ཡོད་རེད་མ་གཏོགས་གཅིག་གིས་ཁོང་ཚོ་ལ་ཡར་ཞབས་ལ་ཡིན་ན་ཕུལ་ཐུབ་ཀྱི་ཡོད་མ་དེ་མི་རུང་པ་ད་གི་དགེ་རྒན་ཚོའི་ངོས་ནས་ཡང་འོ་ན་གཅིག་གིས་དཀའ་ལས་མང་པོ་ཞིག་རྒྱབ་བསྡད་ཀྱི་ཡོད་རེད་ད་འདུག་ཚང་མ་ལོ་ཕ་མ་ཚོས་མཁྱེན་དགོས་ཀྱི་ཡོད་རེད་མཁྱེན་བྱས་མི་བྱེད་ཀྱི་ད་དེ་འདྲས་ཀྱི་ད་ང་ཚོས་མཁྱེན་སྟོན་པ་བཙལ་གྱི་ད་ང་ཚོས་ཡུལ་ཤེས་ཀྱི་ཡོད་མ་རེད་ང་ཚང་མ་ལོ་བོད་པའི་པུ་གུ་དེ་སོ་སོའི་བོད་སྐད་གཙང་མ་རྒྱལ་ཡར་ཐེ་རུ་ང་ཚང་མ་ལ་ལས་འགན་ཡོད་རེད་ང་ཚོ་ཡིན་ནི་ཡིན་གཅིག་ང་ཚོའི་ལས་ཀ་བྱས་རྗེས་ང་ཚོ་ཡུལ་སྲོལ་གཅིག་ལ་ཤེས་དགོས་ཡ་ཡོད་མ་རེད་སོ་སོ་བོད་པ་གཅིག་ཡིན་པའི་ཆ་ནས་སོ་སོའི་བོད་བོད་པའི་རིག་གཞུང་འདི་སོ་སོས་རྒྱུན་འཛིན་བྱེད་དགོས་ཡོད་བ་སྙིང་རྡུལ་ཙམ་པ་གཅིག་གི་ཞབས་ལ་ཡོད་ནས་རེད་མེད་ནས་རེད་གང་ལྟར་སེམས་གཏིང་ནས་ག་རེ་ཡོད་ས་ང་ཚོ་གཅིག་རིག་གཞུང་འདི་ད་ཉམས་འགྲོ་གི་བ་ང་རང་ཉག་ཕྲ་བའི་དུས་ཚོད་འདི་འདྲའི་ནང་ལོག་ལ་ཡ་ད་གཅིག་ང་ཚོས་ཕུ་བོ་ཚོ་ལ་ཡང་ད་ཅིག་གི་བརྒྱུད་སྤྲོད་བྱེད་ཐུབ་སྟེ་ང་ཚོ་ལས་འགན་གལ་ཆེན་པོ་ཆེ་རུ་བྱ་དེ་ཡིན་བརྩོན་པ་འཛམ་བུ་གླིང་ས་ཕྱོགས་གང་ས་གང་ཡོད་མཁན་གྱི་ད་བོད་པའི་བླ་བྲོ་ཚོ་ཡིན་ནའི་ད་ཅིག་གི་གྲུབ་འབྲས་གང་ལ་གང་འཚམ་ཐོན་ཡོད་རེད་མ་འོངས་པ་ཡིན་ནའི་མུ་མཐུད་བཅས་དེའི་ཐོག་ལ་ཡང་རྒྱུགས་སྐྱོང་ཐོངས་པ་ཡིན་ན་ད་ང་ཚོའི་མི་རབས་གསར་པ་དེ་གའི་ཡང་ད་ཅིག་གི་མི་རབས་རྒན་པ་ཚོའི་ཨ་རེ་བྱས་རྗེས་ཞབས་འདེགས་ཀྱི་ཚང་མ་རྒྱུན་འཛིན་བྱེད་དུ་འོར་བ་དེའི་ཐོག་ལ་ཡང་ནས་ཤུགས་རྒྱབ་པ་དེ་གལ་ཆེན་པོ་འདུག་ཅེས་གསུང་གི་ཡོད། དེ་ལྟར་ང་ཚོ་ཅིག་གིས་ད་ལྟའི་བོད་ཀྱི་བཟའ་བྲག་གི་གནས་ཚུལ་བྱས་ཏེ་ཆབ་སྲིད་ཀྱི་ལས་འགུལ་མང་པོ་ཞིག་ཅིག་སྤེལ་ཐེངས་ཀྱི་ཡོད་རེད། ང་ལྟ་བུ་ཆབ་སྲིད་ནང་ཅིག་ཆབ་སྲིད་ལས་འགུལ་དེ་ལས་ད་ཅིག་ཅི་ལྟར་ང་ཚོ་ཕྱོགས་གཅིག་ནས་ཆབ་སྲིད་ལས་འགུལ་སྤེལ་དགོས་ལ་ཕྱོགས་གཞན་ཞིག་ནས་ང་ཚོ་མི་རབས་གསར་བ་དེ་རྒྱལ་དུ་ཡར་ནི་བོད་པའི་རིག་གཞུང་འདི་ད་གྲྭ་པའི་དང་ད་ག་ན་ཞིག་གི་རྒྱུན་འཛིན་བྱེད་མ་ཐུབ་པས་ན་ཨ་དཔུང་དེ་རྒྱལ་ཡར་འཚར་ལོངས་བྱུང་མིན་ཙམ་པ་ཅིག་བོད་དོན་ཐོག་ལ་ཡང་ལས་ཀ་ཅིག་བྱེད་ཀྱི་འདི་ལས། སོ་སོའི་རིག་གཞུང་དེ་གལ་ཆེན་པོ་ཡིན་པ་དང་སོ་སོའི་རིག་གཞུང་གི་མ་ཉེས་འགན་འཛིན་བྱེད་ཡག་གི་ཐོག་ལ་ཡང་གང་ཡང་སྨྲ་ཤེས་པ་ཡིན་ན། ལས་ཀ་བྱས་པའི་ནས་དེ་ཙམ་གྱི་ད་ག་ཟུག་རེད་ཅེས་ཀྱི་ནུས་པ་ཐོན་པ་ཞིག་དང་དེ་ཙམ་གྱི་སེམས་གཏིང་གི་ནི་ག་ཟེ་བོད་པ་སེང་གེ་དེ་ད་ག་དེ་ལས་བོད་པ་སེང་གེ་དེ་རྒྱལ་ཁབ་དེ་མེད་པ་ཆགས་པ་ན་ཨ་ཁོང་ཚོ་ལ་ཡང་དཀའ་ངལ་ག་རེ་འཕྲད་ཀྱི་ཡོད་པ་འདི་བཤད་ཁག་པོ་ཞིག་ཡོད་རེད་བ་དེ་ཡིན་ཚུན་པ་ད་དེ་རིག་གཞུང་དེ་ད་དེ་ཕྱུག་རྒྱལ་ཁབ་དེ། ཨང་ཡིན་གལ་ཆེན་པོ་རེད་ཟེར་གི་འདུག་རྩ་བའི་ཆ་ནས་བྱས་ན་དཔེར་ན་ང་རང་ལྟ་བུ་ཆ་ཚུད་པའི་ནད་རིགས་གཅིག་ད་བོད་ཕྱི་ནང་གཉིས་ཀ་ལ་ཡང་དགེ་རྒན་ངོས་འཇུག་ཐོག་ལ་ཡང་སློབ་སྦྱོང་བྱེད་བྱེད་འཇོག་བྱེད་རེད་མ་ཚད་གཅིག་གི་ད་བཙན་བྱོལ་ནང་རོ་ལས་ནད་རིགས་ཨང་གཅིག་ད་སོ་སོའི་ད་གཅིག་རིག་གཞུང་ཐོག་ལ་ཡང་ད་ལས་ཀ་མང་པོ་གཅིག་བྱས་ཏེ་ཡོད་རེད་དེའི་དུས་མ་ག་དུས་ཡིན་ན་ཡང་སེམས་པ་ག་རེ་སེམས་འདུག་ཟེར་ན་ད་ངས་མུ་མཐུད་ཅེས་སོ་སོའི་རིག་གཞུང་དེ་བོད་པའི་ད་གཅིག་གི་གཞོན་སྐྱེས་སྦུག་ཏུ་བསྐྱལ་ཡ་བསྐྲད་ཡ་དེ། ད་རྨི་ལམ་ཚུན་ཆད་ཡང་ག་དུས་ནས་བདག་འདྲེ་གི་ཡོད་ལ་ད་འདྲེ་ཡིན་ནའི་ལས་ཀ་དེ་བྱེད་བསྡད་ཡོད་ཨ་མ་འོངས་པ་ལ་ཡིན་ན་མུ་མཐུད་བྱེད་ཐུབ་ཡ་ཚེ་ཏོ་ལི་ཡ་གཅིག་གིས་ང་ཚོ་ལག་པ་གཉིས་ཀྱིས་ཐལ་མོ་བརྡབས་ན་ཨ་ནི་ཁོ་ཐལ་ར་ཐོད་པ་ནང་བཞིན་གྱི་ཁྱིམ་བདག་གི་ངོས་ནས་ཡང་དེ་ལི་ཡ་དོ་ཁུར་བྱས་བྱས་སོ་སོའི་སྤུ་བོ་དེ་མུ་མཐུད་འདང་དགོས་ཀྱི་ཡོད་རེད་ང་ཚོའི་གནས་ལས་འཛིན་སྐྱོང་གི་ངོས་ནས་ཆ་ཞེ་ན་ལས་གཅིག་དགེ་རྒན་ཚོ་བཀོད་སྒྲིག་བྱེད་ཡག་དེ་མུ་མཐུད་བྱེད་དགོས་དགེ་རྒན་བཀོད་སྒྲིག་བྱས་པ་ཙམ་མ་ཟད་པའི་སློབ་ཚན་འདི་སྤུ་བོ་དེ་ལ་འཁྲིད་ཡོད་ནི། གཅིག་ནུས་པ་ཐོན་ཡག་དང་དཔུང་སྡེ་བརྒྱད་ཀྱི་ཤེས་བྱ་ཟེར་བ་གཅིག་གི་འགོ་རེད་མ་གཏོགས་གཅིག་ཡང་གཅིག་ཕྱོགས་གཅིག་ནས་སློབ་ཚན་ཁྲིད་པ་ཡོད་བྱེད་ཀྱི་ཡོད་ཟེར་བ་ཙམ་མ་ཡིན་པའི་དཔུང་སྡེ་ཕན་འབྲས་གལ་མ་ཐོན་པའི་གནད་ནི་ཨ་མི་ཚོགས་པའི་ངོས་ནས་ཡང་གཅིག་ལས་ཀ་བྱེད་ཤ་བཀྲེས་ཞེས་པ་གཅིག་ཕན་འབྲས་ཐུང་མ་རེད་ཟེར་མི་འདུག་སྤྱི་འཐུས་ཕ་མ་ཚོའི་ངོས་ནས་ཡིན་ན་གཅིག་རྒྱབ་སྐྱོར་དང་དགེ་རྒན་ཚོའི་ངོས་ནས་ཧུར་ཐག་པ་དང་ལབ་ཡག་ཨ་སྤྱི་ཚོགས་ཁྱོན་ཡོངས་ནས་བོད་ཡིག་བསླབ་གྲྭ་སུ་བཙུན་པ་གཅིག་གིས་མཐོང་ཆེན་པོ་དང་དེ་འདྲའི་བརྩི་བཀག་འདི་ཏང་ཙུའུ་སྤྱི་ཚོགས་ཁྱོན་ཡོངས་ནས་གན་གཅིག་འཁེལ་གྱི་ཡོད་རེད་མ་གཏོགས་གཅིག་གི་མི་རིགས་གཅིག་རིག་གཉིས་དང་ཚོགས་པ་རིགས་གཅིག་རིག་གཉིས་ལ་ཡ་ཐུག་བསྡད་རྩ་བ་ཉིད་ནས་མ་རེད་ཅེས་ད། ཞུ་ཡ་ཡིན། དེ་ཡིན་ཟེར་བ་ད་ཅིག། མ་འོངས་པའི་ལམ་བུ་འདི་ན་རུ་ད་ང་ཚོ་ཚང་མ་ལོག་གི། ཅིག་ཏང་ཕྱི་རྒྱལ་ཡུལ་གྲུ་ཁག་མང་པོ་འདི་ན་རུ་ལ་ཡར་བོད་པ་ཞུགས་ཐེ་ཡིན་པས་སོ་སོ་སོའི་ལུང་པ་བཅུག། ཡུལ་གྲུ་སོ་སོའི་ནང་སློབ་དེ་མ་ཡིན་པའི་དགེ་རྒན་ཕན་ཚུན་གྱི་ཅིག་འབྲེལ་བ་བྱུང་གི་ཡིན་ན་སློབ་ཁྲིད་ཐབས་ལམ་ཐོག་ལ་ཡར་ཕར་ཚུར་ཅིག་བགྲོ་གླེང་སོགས་ཅིག་ད། རོ་ཅིག་ཅིག་གིས་ཨ་ནི་ཅིག། སོ་སོའི། ཐབས་ལམ་གསར་པ་དེ་ཅིག་ཨ་ནི་གཞན་ལ་སྤེལ་ཡ་དེ་འདྲས་སོགས་དེ་རིང་གི་ཡང་ཅིག་ལས་ཀ་བྱེད་ཐུབ་ཀྱི་ཡིན་ན་ཤིན་ཏུ་ནས་གལ། ག་ཚོད་རེད་ད་ཕངས་ག་ཚོད་རེད། ཕན་ཐོགས་ཆེན་པོ་དང་དེ་འབྲེལ་གྱི་ཡིག་རེ་གསན་གྱི་འདུག་མཐའ་དོན་དེ་ནི་ཡང་བསྐྱར་ང་ཚོ་འཛམ་གླིང་ས་ཆ་གང་ས་གང་ཡོད་མཁན་གྱི་ཨ་ནི་གཅིག་གི་བོད་པའི་བུ་ཕྲུག་ལ་ཡང་སློབ་ཁྲིད་བྱེད་མཁན་གྱི་དགེ་རྒན་ཚོ་ལ་ཡང་ཨ་ནི་གཅིག་གི་བོད་ཆུ་འབྲུག་ལོའི་ལོ་སར་ཤར་ཉེ་བའི་སྐབས་དེ་ལ་ཡང་ཨ་ནི་འཚམས་འདྲིའི་བཀྲ་ཤིས་བདེ་ཞུ་བ་དང་ཨ་ནི་མ་འོངས་པའི་དུས་ཚོད་དེ་ནང་ལོགས་ལ་ཡང་མུ་མཐུད་ཅེས་ཨ་ནི་བུ་ཕྲུག་དེ་གའི་ཆེད་དུ་ཕྱག་ལས་གནང་རོགས་གནང་བྱེད་ཅེས་འབོད་སྐུལ་ཞུ་གི་ཡིན་ང་རང་ཆ་ཤར་ནས་ལས་ད་ལྟ་བུ་ཐུག་ལས་ཀ་བྱས་པ་ཡིན་ན་མ་འོངས་པ་ལས་མཐིལ་རྡོ་ལ་ཡང་མུ་མཐུད་ཅེས།

མུ་མཐུད་བསྟན་ཡག་དང། མ་ཟད་གཅིག་གིས་སློབ་གྲྭར་ད་ལྟ་མ་འདང་མཁན་གྱི་ཕ་མ་ཁ་ཤས་ཡིན་ན་སོ་སོའི་ཁྱིམ་ཚང་ནང་སློབ་ར་ཕུ་གུ་ཉག་ཅེས་འདེད་མཁན་ཕུན་ཚུན་ཡང། དགོངས་པ་ཡག་པོ་བྱེད་འདུག་ཟེར་མི་ཐུབ་སོ་སོའི་ཁྱིམ་ཚང་ནང་སློབ་ར་དགོངས་པ་ཕུ་གུ་འདི་གས་ཉག་ཅེས་ཨ་ནེ་གཅིག་སློབ་སྦྱོང་གི་གོ་སྐབས་རག་གི་འདུག་བས་རེག་མི་འདུག་བས་ཡང་ན་མེད་ན་ཕུ་གུ་བོད་པའི་ཕུ་གུ་མང་པོ་མཉམ་འདུ་འཛོམས་བྱས་ཏེ། གཅིག་ཕུ་གུ་ཚོས་གཅིག་ཕར་ཚུར་ཡང་གཅིག་སོ་སོའི་སྐད་ཡིག་ཐོག་ལས་སྐད་ཆ་བཤད་ཡག་གི་འདི་འདྲའི་གི་གོ་སྐབས་ཡག་པོ་ཅིག་ཡོད་རེད་ད་ཡིན་ནའི་འདུག་ཚང་མ་ལོ་ཕ་མ་ཚོས་གཟིགས་བྱས།